ཡུས་ཝུན་ཧོས་ཝུན་ཀྲི་ཞེས་པའི་དྲ་ཚིགས་ཐོག་མཐོ་རིམ་དཔོན་རིགས་ཀྱི་མི་རབས་བཞི་པའི་བྱིས་པ་ཞིག་གིས་ཨ་རིའི་ཁོར་ཡུག་ནང་དབྱིན་ཅང་སྦང་བའི་རྒྱ་ནག་གི་རྒྱལ་ཡོངས་སྲིད་གྲོས་དང་མི་མཐུད་ཚོགས་འདུ་གཉིས་འཚོགས་རྒྱུན་རིང་གི་མཐོ་རིམ་འགོ་ཁྲིད་ཀྱི་ནང་ཁུལ་ཚོགས་འདུའི་ཐོག་ཁོང་ཁྲོ་ཆེན་པོས་ཡར་ལངས་ཏེ་འཇིགས་སྐུལ་བྱས་དོན། ང་ཚོས་སྟབས་བདེ་ཤོས་དེ་རྒྱ་ནག་དམར་ཤོག་ཚོགས་པ་དེ་མེད་པར་བཟོས་དང། དེ་དུས་མི་ཚང་མ་ལྷོད་པོ་ཆགས་རྒྱུ་རེད། དུས་ད་ལྟ་བར་འདིར་འཐམས་ནས་བསྡད་ཡོད། ཁྱེད་ཚོའི་ནང་ནས་རྒན་རབས་སུ་ཞིག་གིས་དབེན་ཅག་པོ་ང་ལ་ཡང་མི་དགའ་བ་རེད་དམ། ཁྱེད་ཚོས་ང་དབེན་ཅག་པོ་ནང་མི་ཚང་མ་བསད་པར་མི་གཏུག་རྒྱུ་ཡིན་པས་ཞིག་དབེན་ཅག་པོ་ཡི་ཁོང་ཁྲོ་ལགས་ནས་ཝང་ཧུའུ་ནིང་དང་ཏིང་ཞའོ་ཞང་གཉིས་ལ་མིག་ཟུང་ལྡིར་ནས་ལྟ་དུས་ཁོང་གཉིས་ཞེ་ཐག་ཆོད་དེ་འདི་མ་ཐག་འདི་འདྲས་མ་རེད་ཟེར་མགྱོགས་མྱུར་རང་སོ་སོའི་རྣམ་འགྱུར་སྟོན་པའི་གཏམ་བཤད་སྤེལ་ཡོད་པ་རེད་ཅེས་མཆན་འབྲི་ན་ཐེར་འདོན་བྱས་འདུག། དབུས་ཡུལ་འཛམ་གླིང་ལ་ལྟ་བ་ཞེས་པའི་དྲ་ཚིགས་ནང། དྲ་ཚིགས་དང་པོར་རྒྱ་ནག་དཔོན་རིགས་བརྒྱུད་པ་གཉིས་པ་དང་དྲུང་ཡིག་སྤྱི་གཙུག་གི་མི་བགྲེས་ཡོད་ཅིག་གིས་དབུས་གཞུང་ནང་ཁུལ་གསར་བའི་གནས་ཚུལ་ཞིག་ཕྱིར་བཤད་བྱུང་བ་ནི། ཞི་ཅིན་ཕིང་གིས་ཨ་རིས་དབྱི་རང་ལ་བྱ་འགུལ་བྱེད་བཞིན་པའི་སྐབས་སུ་དྲག་ཤུགས་ཀྱིས་ཐེ་ཝན་གཅིག་གྱུར་བྱེད་རྩིས་ཀྱི་འཕྲལ་དུ་དབུས་ཆབ་སྲིད་ཅུས་ཀྱི་རྒྱལ་གཅེས་ཚོགས་འདུ་བསྐོངས་ནས། ཞི་ཅིན་ཕིང་གིས་ད་ཆ་ཨ་རིས་དབྱི་རན་ལ་བྱ་འགུལ་བྱེད་བཞིན་པའི་སྐབས་སུ་ང་ཚོས་གོ་སྐབས་དམ་འཛིན་གྱིས་དྲག་ཤུགས་ཀྱི་ཐེ་ཝན་གཅིག་གྱུར་བྱེད་དགོས་ཚུལ་བཤད་པ་དང། དེ་ནི་ཁོ་པའི་ལོ་མང་གི་སེམས་ཚུལ་ཡིན་ཚུལ་བཤད་པ་དང་ཆབས་ཅིག་པེ་ཅིན་གྲོང་ཁྱེར་ཉེ་འགྲམ་དུ་ཤིས་ཧྲན་ཞེས་པའི་རི་ཁུལ་ནགས་གསེབ་འོག་ཏུ་སྔ་ས་ནས་དྲུད་པའི་ས་འོག་གབ་མཐོང་ཞིག་ཡོད་པ་དེ་རྒྱ་སྐྱེད་གཏོང་བའི་ལས་གྲྭ་ལམ་སེང་འགོ་བཙུགས་དགོས་པ་སོགས་བཤད་ཡོད་པར་བརྟེན། སྐབས་དེར་ཚོགས་བཅར་ཞུ་ཡི་པའི་ཝུན་ཅང་བྷག་ཡིས་ཐའེ་ཝན་ལ་དམག་རྒྱག་རྒྱུ་འདི། རྒྱ་ནག་ལ་གོད་ཆག་ཆེན་པོ་ཞིག་ཏུ་བཟོ་སྲིད་པའི་ཚབས་ཆེའི་ནོར་འཁྲུལ་གྱི་ཐབས་ཇུས་གཅིག་རེད་ཟེར་ཞི་ཅིན་ཕིན་ལ་དགག་པ་བརྒྱབ་འདུག་གང་ཡིན་ཟེར་ན་དེ་སྔོན་དབུས་དམག་དོན་ལྷན་ཁང་དུ་གནད་དོན་དེའི་སྐོར་ཞིབ་འཇུག་བྱེད་སྐབས་དམག་སྤྱི་གཞོན་པ་ཀྲང་ཡུས་ཞའོ་སོང་ནས་ཐའེ་ཝན་ལ་དམག་རྒྱག་རྒྱུ་བྱས་ན་རྒྱ་ནག་གི་ཞི་བདེ་གོང་འཕེལ་གཏོང་བའི་རྩེད་ལྟ་བུའི་གོ་སྐབས་གཏོར་བརླག་གཏོང་བ་དང་མཉམ། ཞི་ཅིན་ཕིང་གིས། མཚན་སྙན་དེ་དུས་ནམ་ཡང་མི་ངན་ཞིག་ཏུ་གྱུར་ནས་ཨ་རི་དང་ཉི་ཧོང་སོགས་ཨ་རིའི་མཐུན་ཚོགས་རྒྱལ་ཁབ་ཁག་གིས་དམག་འཁྲུག་བརྒྱབ་ནས་རྒྱ་ནག་དམར་ཤོག་གཞུང་རྩ་མེད་བཟོར་འཆང་ཡིན་ན་ང་ཚོས་ཕ་རོལ་དགྲ་བོ་དེ་དག་གི་གཡོ་བྱུས་ནང་འཚོལ་རྒྱུ་མེད་ཅེས་དང། ཡང་ཁོང་གིས། ཐེ་ཝན་མཚོ་འགག་ནི་ཞི་བདེ་རྒྱ་མཚོའི་ཨ་རི་དང་འཇར་པན་སོགས་ཀྱི་འཛམ་གླིང་ཡུལ་གྲུ་ཁག་ཏུ་ཚོང་འབྲེལ་གྱི་འགྲོ་ལམ་གཙོ་བོ་དེ་ཡིན་དུས། ཁོ་ཚོས་སོག་བེན་ལ་ཚུགས་ནས་སྲུང་སྐྱོབ་བྱ་འཆར་ཡིན་པས་ང་ཚོས་ངེས་འབྱུང་རྒྱག་མི་ཉན། ལར་ནས་ཐའེ་ཝན་གྱི་རྒྱལ་སྤྱིའི་དམག་དོན་སྟོབས་ཤུགས་ཀྱི་གནས་རིམ་འདི་ཡུ་ཀེ་རེན་དང་ཕལ་ཆེའི་འདྲ་མཉམ་ཡིན་ན་ཡང། ཐའེ་ཝན་གྱི་དཔལ་འབྱོར་དང་འཕྲུལ་རིག་སྟོབས་ཤུགས་དེ་ཡུ་ཀེ་རེན་ལས་མང་བ་ཡོད་པས། ཐའེ་ཝན་གྱི་མཚོན་ཆའི་གནས་བབ་མངོན་གསལ་དོད་པོས་ཡར་རྒྱས་ཕྱིན་ཡོད། ཡུ་ཀེ་རེན་གྱི་དམག་དོན་སྟོབས་ཤུགས་གཙོ་བོ་རྐང་དམག་ལ་རག་ལུས་ཡོད་ཅིང་ཐའེ་ཝན་ལ་རྐང་དམག་ཤུགས་ཚ་དུས་ཀྱི་ཡོད་པ་དང། འདིའི་སྒང་ལ་མཚོ་དམག་དང་མཁའ་དམག་ཀྱང་ཤུགས་ཆེན་པོ་ཡོད། གནད་འགག་ཆེ་ཤོས་ནི་རྒྱ་ནག་སྐམ་ས་དང་ཐེ་ཝན་གླིང་ཕྲན་བར་ཧ་ཅང་བུག་ཐང་རེ་བའི་མཐོ་སྒང་ཆེན་པོ་ཡོད་པ་འདི་དམག་དོན་གྱི་གནས་བབ་ཆ་ནས་ཐེ་ཝན་གྱི་དམག་གི་འགོག་སྲུང་ཅུང་ཆེ་བས། ང་ཚོའི་ས་མཚོ་དམག་གསུམ་གྱི་དམག་དཔུང་ཐེ་ཝན་ནང་འཛུལ་རྒྱུར་ཉེན་ཁ་ནུས་ལྡན་བཟོ་སྲིད་པ་མ་ཟད། ང་ཚོ་རྒྱལ་ཡོངས་ནང་ནས་མི་ཐོག་ཆེ་ས་དང་དཔལ་འབྱོར་ཐོན་སྐྱེད་དང་ཐོན་ཁུངས་ཡག་ཤོས་ཡིན་པའི་མཐོང་གྲམ་གྱི་ཞིང་ཆེན་དང་དེང་དུས་ཅན་གྱི་གྲོང་ཁྱེར་ཆེ་ཁག་རྣམས། ཨ་རི་སོགས་ཕ་རོལ་དགྲ་བོའི་འཕུར་མདེལ་སོགས་འབར་ཚད་ཀྱི་སྟོབས་ཤེད་ཚབས་ཆེན་གཏོང་སྲིད་པ་རེད། དཔེ་མཚོན་ཡག་ཤོས་གཅིག་ལ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་གཉིས་པའི་ཚེས་ཉི་ཤུ་བཞི་ཉིན་ཨུ་རུ་སུས་ཡུག་ཀེ་རེན་ལ་གཞི་ཁྱོན་ཧ་ཅང་ཆེ་བའི་བཙན་འཛུལ་དམག་གྲུ་བརྒྱབ་ནས་ཟེར་ཡག་ལ་ཉིན་མོ་བདུན་ནང་ཡུག་ཀེ་རན་བཅིངས་འགྲོལ་གཏོང་རྒྱུ་བཤད་ཡོད་ན་ཡང་དོན་དངོས་ཐོག་ཡུག་ཀེ་རན་གྱི་ཤི་ཐབས་རུབ་ཐབས་བྱེད་པ་དང་མཉམ། ཨ་རི་དང། མནའ་མཐུན་རྒྱལ་ཁབ་ཁག་གིས་ཨུ་རུ་སུ་ལ་བཀག་སྡོམ་དྲག་པོ་ཡང་ཡང་བྱས་པ་དེས་ད་བར་ཨུ་རུ་སུ། ལོ་ལྔ་ཙམ་དམག་འཁྲུག་གི་དཀའ་ངལ་ནང་ཚུད་དང་ཚུད་བཞིན་པ་འདིས། ང་ཚོའི་ཏང་གི་རྒན་རབས་དང་གཙོ་འཛིན་མི་སྣའི་དོགས་ཟོན་དང་བསླབ་བྱ་བླངས་དགོས་པ་གལ་ཆེན་ཡིན་ལུགས་ནན་བཤད་བྱས་པ་རེད། དེས་ཞི་ཅིན་ཕིང་གི་ཐའེ་ཝན་དྲག་ཤུགས་གཅིག་འགྱུར་གཏོང་ཟེར་བའི་དེའི་རྒྱབ་ཀྱི་དམིགས་ཡུལ་ངོ་མ་ནི། ཁོ་པས་དུས་ཡུན་བཞི་པ་མུ་མཐུད་རྒྱུན་འཁྱོངས་བྱ་རྒྱུའི་འཆར་གཞི་དེ་བཀག་འགོག་བྱས་ཡོད་པ་རེད། དོན་དངོས་ཐོག་ཝུ་ཅིན་ཐའོ་དང་ཝུན་ཅང་པོ་སོགས་རྒྱལ་རབས་ཚོས་ཞི་ཅིན་ཕིང་གིས་ཐའེ་ཝན་ལ་དམག་རྒྱག་རྒྱུའི་འཆར་གཞིར་ངོ་རྒོལ་བྱས་པ་དེ་ནི། རྒྱ་ནག་གི་ཞི་བདེའི་དཔལ་ཆས་ལ་སྲུང་སྐྱོབ་བྱེད་པ་ཙམ་མ་ཡིན་པར་ཞི་ཅིན་ཕིང་གི་ཉེན་ཁ་ཆེན་པོ་བསླངས་ནས་ནོར་འཁྲུལ་མི་བཟོ་བའི་ཆེད་དུ་ཡིན་པར་ནན་བཤད་བྱས་འདུག་སེམས་བཟང་བསླབ་བྱ་ཆག་སྒོར་བསྒྱུར་ཞེས་པ་ལྟར་དབུ་འཇང་པོ་དང་ཁོང་གི་ནང་མི་ཙམ་མ་ཟད་ཚ་བོ་ཚ་མོ་རྣམས་མཉམ་དུ་ཁྱིམ་དུ་བཀག་ཉར་བྱས་ཡོད་པ། དྲ་ཚིགས་ནང་ཤོད་ཚུལ་དོན་མི་འདུག་རྒྱུ་མཚན་ནི། གོང་དུ་ཐེ་ཝན་ལ་དམག་རྒྱག་རྒྱུ་བཀག་པའི་གཏམ་བཤད་དང་ཉེ་ཆར་དབུ་འཇང་པོ་ཡིས་རྒྱ་ནག་གི་རྒྱལ་ཡོངས་སྲིད་གྲོས་དང་མི་གྲོས་ཚོགས་འདུ་གཉིས་ནང་མཐོ་རིམ་གྱི་འགོ་ཁྲིད་ཀྱི་ནང་ཁུལ་ཚོགས་འདུའི་ཐོག་ཁོང་ཁྲོ་ཆེན་པོས་ཡར་ལངས་ཀྱིས་འཇིགས་འདོན་བྱས་ཏེ་ང་ཚོས་སྟབས་བདེ་ཞུས་ཏེ་རྒྱ་ནག་དམར་ཤོག་ཚོགས་པ་དེ་མེད་པ་བཟོས་དང་དེ་དུས་མི་ཚང་མ་ལྷོད་པོ་ཆགས་རྒྱུ་རེད། དུས་ད་ལྟ་བར་འདིར་འཚམས་གདན་བསྡད་ཡོད་མཁན་ཚོའི་ནང་ནས་རྒན་རབས་སུ་ཞིག་གིས་ང་སྔོན་སྦྱངས་པ་ལ་མི་དགའ་བ་རེད། ངའི་ནང་མི་ཚང་མ་བསད་པར་ཁྱེད་རང་ཚོས་མི་བཏང་རྒྱུ་ཡིན་པས་ཞེས་བཤད་པ་སོགས་ཞི་ཅིན་ཕིང་གི་ལོ་མང་ཁོ་པ་ཚེ་གང་ལ་རྒྱལ་པོ་བྱ་རྒྱུའི་བསམ་འདུན་རྣམས་མངོན་འགྱུར་ཡོང་བར། ཏང་གི་རྒྱལ་ཁབ་འགོ་ཁྲིད་ཟུར་པ་འདི་དག་ལ་དགོས་ངེས་ཀྱི་སྟངས་འཛིན་མ་བྱས་ན་ཡོང་ས་མ་རེད་བསམ་ནས་ཁོ་པས་ངེད་རང་རྣམས་ལ་གསང་བའི་བཀའ་བཏང་ནས་ཝུ་ཅིང་ཐའོ་དང་ཝུན་ཅང་པོ་སོགས་ཕྱི་ནང་ལ་གུས་སྤྱོད་བྱེད་མི་འདོད་པའི་དོན་དངོས་ཀྱི་བཟང་བཙོན་ནང་བཅུག་ཡོད་པ་ཤོད་མཁན་མང་པོ་འདུག་ཁོང་ཚོའི་གནས་ཚུལ་ལ་བདེན་པ་ཡོད་མཛེས་འདུག་ཉེ་ཆར་རྒྱ་ནག་གཞུང་གི་རྒྱལ་ཁབ་རིམ་པའི་འགོ་ཁྲིད་ཟུར་པའི་ནང་རྫོགས་ཆེ་ཤོས་རྒྱ་མཚོ་བཅོས་མིན་སྐུ་བྱེད་པ་གསོན་པའི་གསུང་འཕེལ་གྱི་མྱ་ངན་བྱེད་ཁུལ་ཐོག་དབེན་འཇགས་པ་དངོས་སུ་སླེབས་མེད་པ་དང་འུར་ཆེན་དམ་ཡང་སླེབས་མེད་ན་ཡང་མྱ་ངན་མེད་ཐོག་བསྐྱལ་ཡོད་པ་དེས་དབེན་འཇགས་བ་དང་ནང་མི་རྣམས་རང་ཁྱིམ་དུ་བཟང་བཙོན་ལྟར་བཀག་ཉར་བྱས་ཡོད་ཚུལ་ཁུངས་བཅོལ་བྱེད་ཀྱི་འདུག་ཀྱང། གྱང་གོང་དམར་པོའི་ནང་གི་མི་བཅོས་མ་ཟེར་བའི་དྲ་ཚིགས་ནང་ད་ཆ་དབེན་འཇགས་དམ་དང་དབེན་འཇགས་བམ་སོགས་ལ་དམག་དཔུང་གི་རྒྱབ་སྐྱོར་ཡོད་སྟབས་ཞི་ཅིན་ཕིན་གྱིས་ཝུའུ་ཁན་སོགས་ལ་བཀག་ཉར་བྱེད་ཕོད་ཀྱི་མ་རེད་ཟེར་ད་ལྟ་རང་བཤད་ཀྱི་འདུག་གོང་གསལ་གྱི་གནས་ཚུལ་རྣམས་བདེན་དང་རྫུན་མ་ཡིན་ཁ་ཚོན་བཅད་གང་ན་ཡང་དེང་སང་རྒྱ་ནག་གི་དབང་འཛིན་པའི་ནང་ཁུལ་དབང་སྐལ་ཐབས་འདོད་རྣོ་ངར་དང་ཉིན་རེ་བཞིན་འགྱུར་བ་འགྲོ་བཞིན་ཡོད་པ་འདི་དག་མཁྱེན་རྟོགས་ཆེད། འགོག་པའི་དཔྱད་ཞིབ་སྙན་བཟང་ཞུ་གི་ཡོད་པ་འདི་དོན་དགོངས་འཇགས་ཞུ། གསན་གཟིགས་གནང་བར་བཀའ་དྲིན་ཆེ།